དྲི་བ་ཡོད་པའི་བསམ་ཚུལ་ཡོད་པའི་བསམ་བྱང་གར་བཤད་ནས་འགྲིག་གོ་རེད་ཨོ། དེ་ཡོད་ས་དྲི་བ་ཅི་ཡོད་ས་ཕ་གི།
ལགས་སོ། སྐུ་ངོ་སོ་སྐྱོང་མཆོག་དེ་རང་འདས་ད་འཇར་མ་ནི་ཆིབས་བརྒྱ་གནང་བ་ལ་ཉང་ཐག་བ་ནི་བཀྲ་ཤིས་བདེ་ལགས་ཞུ་གི་ཡོད། ནས་ང་རང་གི་མིང་ལ་དགེ་འདུན་ལགས་ཀྱི་ཡོད། ནས་ང་ལ་དྲི་བ་ཅིག་དང་རེ་བ་ཅིག་ཡོད། རེ་བསྐུལ་ཅིག་ཞུ། ང་ཚོའི་འདི་གར་སའི་འཇར་མ་ནི་ཡོད་ཡག་གི་རྒྱབ་སྐྱོར་མང་པོ་ཅིག་ལ་ད་རྒྱ་གར་གཞུང་ལ་ཕ་རྒྱ་གར་གཞུང་ཚབ་ལ་ཕ་འགྲོ་བ་ཡིན་ན། ནས་རྒྱ་གར་ལ་ཕ་བེ་ཡག་གི་ནས་ཡིག་ཆ་རག་གི་མི་འདུག་ནས་ཁོང་ཚོའི་ཆོག་མཆན་རག་གི་མི་འདུག་ནས་དེ་ལ་ཅིག་བཙན་བྱོལ་གཞུང་གི་སྐུ་ངོ་སུ་བྱུང་ཆོག་པའི་ནས་དེ་ལ་ཅིག་གར་སའི་སྒོ་རེ་ཅིག་ཕ། འགྲོ་ཐབས་ཡག་ཨ་ནི་རྒྱ་གར་ལ། དཔེར་ན་དུང་ཁང་ཧང་ཅིན་འདྲ་བོ་དེ་འདྲའི་འགྲོ་མཁན་མང་པོ་ཡོད་ཟེར། ཨ་ནི་དེ་འདྲའི་སྒང་ལ་སྐད་ངན་འཕྲད་བསྡད་བཞག་ཨ་ནི་དེ་ཚོའི་སྒང་ལ་ཅིག། སྐུ་ངོ་སུ་སྐྱོང་མཆོག་དང་ཨ་ནི་བཙན་བྱོལ་གཞུང་གི། ཅིག་ཐབས་ཤེས་འདྲ་བོ་ཡོད་ནས། ཨ་དེ་རེ་སྐུལ་ཅིག་ཞུས། ཨ་ནི་དྲི་བ་གཅིག་ལ། ད་ང་ཚོའི། ཨ། གོང་གསལ་ལྷ་མི་རྣམ་འདྲེན་རྒྱལ་བ་ཡེ་ཤེས་ནོར་བུ། ཨ་ཁོང། ད་ངེད་མ་ཡིན་ན་ཁོང་གི་བཀའ་སློབ་ཅིག་གི་ནང་ལ་དགོང་གྲངས་བཅུ་གསུམ་བརྒྱ་དང་བཅུ་གསུམ་ལ་བཞུགས་ཡག་གི་ཨ་ནི་སྨོན་ལམ་ཡོད་ཟེར་ཨ་ནི་ཁོང་གི་ཐང་མང་པོ་བཀའ་སློབ་གནང་སོང་ཨ་ནི་དེའི་རྗེས་དུ་བ་ནི་ཡང་གཅིག་བཀའ་སློབ་ཅིག་གི་ནང་ལ་དགོང་གྲངས་བརྒྱ་དང་བརྒྱད་ལ་བཞུགས་ཡག་གི་ཨ་ནི་ཁོང་གི་ཨ་ནི་དེ་འདྲའི་སྨོན་ལམ་འདྲ་བ་ཡིན་ན་ད། ཁོང་གིས་དེ་འདྲའི་གི་ཅིག་ལུང་བསྟན་འདྲ་བོ་ཡོད་གསུངས་སོང། ཨཱ་དེ་བཞིན་ནི་ད་ཁར་སང་བོན་པོ་དང་ནི་བོན་མ་གོ་པ་གི་ནི་བསྟན་བཤིག་སྐབས་ལ་ཨཱ་ནི་ད་ང་ཚོས་གར་སི་གོ་རེ་གོང་ས་ཡི་ཤི་ནོ་མཆོག་གི་ཡང་ཁོང་ད་ཕར་ཆེ་དགོང་གྲངས་བརྒྱད་ལ་བཞུགས་ཀྱི་རེད་ཟེར་དེ་འདྲའི་གི་ཨཱ་ནི་ཁོང་གི་བཀའ་སློབ་གནང་སོང་དེ་འདྲའི་འདུག་ཨཱ་ནི་ག་འདྲའི་ཡིན་ན་སི་དང་པོ་ལ་དགུང་གྲངས་བརྒྱ་དང་བཅུ་གསུམ་ལ་ཞུ་གི་རེད་ཟེར་ཨང། ད་བརྒྱ་ལ་མ་ཞུ་ཡ་དེ་ག་བརྒྱ་མི་མ་ཞུ་ཡ་དེ་ག་རེ་ཡིན་ཨང་ཟེར་དེ་འདྲའི་གསུང་དགོས་ཡ་གི་རྒྱུ་མཚན་དེ་ག་རེ་ཡིན་ཨང་ཟེར་དེ་ང་ཚོ་གཅིག་གི་བོད་མི་རིགས་ཀྱི་ག་རེ་ཟེར་གཅིག་སྐྱོང་གི་མེད་ཡིན་ན་བཙན་བྱོལ་གཞུང་གིས་གཅིག་མ་འགྲིག་ཡ་ཡིན་ན་དེ་ཚོའི་སྒང་ལ་སྲིད་སྐྱོང་མཆོག་གིས་གཅིག་གི་བཀའ་སློབ་འདྲ་ཡོད་ན་གཅིག་གནང་རོགས་གྱིས་ཟེར་དེ་དྲི་བ་གཅིག་ཡིན། ལ་སོ་དེ་ལ་སོ་ལ།
རེད་ད Visa དེ་ཐོག་འདི་འདྲ་ཡོད་ས་རེད་ང་ཚོ་གང་ས Citizenship རང Passport ཡོད་པ་ཡིན་ན་ད Visa ཟླ་བ་གསུམ་བཞི་ཟླ་བ་དྲུག་ལོ་གཅིག་གནང་དགོས་ས་རེད་ད Travel Document ཡིན་པ་ཡིན་ན་ཨ་རི་ལ་ཡི་ཟེར་གི་འདུག་ཟླ་བ་གཅིག་ལ་གནང་གི་མི་འདུག་ས་དེ་ང་ཚོ་སྔོན་བཞིན་དུས་མཆོད་ནས་ད་ག་སོ་གི་རེད། གཞུང་ཚབ་ཁག་ལ་ཆ་རེ་ཕུལ་ཡ་རེད་ཤག་ད་ལས་དུང་གོང་ཅིག་དམིགས་བསལ་ཡིན་ད་བྱུང་ན་ཟླ་བ་གསུམ་གནང་རོགས་གནང་ཞེས་བྱས་ད་ནི་འདི་སྤུ་ལ་ག་རེ་སྤུ་རུ་ཚུར་འགྲོ་གོ་ཟེར་ན། རྒྱ་གར་ལ་བརྗིད་རྒོད་རིང་ལུགས་པ་གི་ཡོད་རེད་བ་དེ་འདྲས་དྲག་བོད་ཀྱི་ལས་འགུལ་འདི་དཔེ་ཞག་མང་པོ་བྱུང་སོང་བ་དེ་སོང་ཙང་ཕྱི་རྒྱལ་གྱི་ཨ་ནི་འདི་རྒྱ་གར་སྐྱབས་བཅོལ་བ་བཞིན་དག་ཡོད་རེད་བ་ཨ་དེ་འདྲས་ཡས་ཀྱི་ཕྱི་རྒྱལ་ཡི་གེ་དེ་འདྲས་ཁྱི་ངན་ཡིན་པ་ཡིན་ནའང་ད་དེ་འདྲས Travel Documents ཟེར་གོ་རེད་དེ་གལ་ལ་འདི་མཉམ་དོ་ད་དམ་དྲག་པོ་ཚུད་བསྡད་པ་རེད་ད། ཁྲིམས་ཐོག་ནས་རེད་ད། དེ་སོང་ཙང་ཁོང་ཚོ་གི་སྒྲིག་གཞི་ནང་རང་ལ་ཨ་ནི། དེ་འདྲ་ཡིན་ན་ཟླ་བ་གཅིག་ལ་སྤྲད་མེད་ཨ་ནི་གཞན་པ་ཡིན་པ་ཡིན་ན་ཨ་ནི Passport ཡིན་པ་ནི་ཆ་ཚང་གནང་དགོས་རེད་བ། འདི་བུ་ཚུད་ཙང་ཨ་ནི་ང་ཚོ་བོད་པ་མ་འདྲ་ཡིན་དམིགས་བསལ་བྱེད་རོགས་བྱེད་ཟེར་ཆོག་རེད་བ། དཀའ་ལས་ཁག་པོ་ཡོང་དགོས་ད་གཞུང་ཚབ་ཚང་མ་ལ་བཀོད་ཁྱབ་གཅིག་བཏང་ཡོད་རེད་ད། ཡིག་ཆ་འདི་ཡོད་ན་འདི་སྤྲད་དགོས་རེད་འདི་ཡོད་ན་འདི་སྤྲད་དགོས་རེད་ཟེར་ལ་ཤག་ཡོད་རེད་བ། དེ་སོང་ཙང་ཨ་ནི་དེ Germany གི Travel Document ཡིན་པ་ཡིན་ན། ཨ་ན་ཟླ་བ་གཅིག་ལས་རག་གི་མི་འདུག་ཟེར་ཏེ་ད་དཀའ་ངལ་འདི་ཆགས་ཏེ་ཡོད་རེད་ཞེས་ཞུས་ཡིན་ལང། ཡིན་ན་ད་ང་ཚོས་འབད་བརྩོན་དེ་ཞུས་ཆོག་ཡིན་ནའི་འདི་སེ་ཐུག་གི་ཡོད་མེད་གང་ཤེས། ཨ་ནི་སྔོན་མ་ཡིན་དེ་འདྲ་བྱུང་གི་རེད ICGOR བ་དངོས་གནས་བྱས་ན Renew བཟོ་བ་ཡིན་ན Embassy རང་བྱེད་དགོས་རེད། ད་འདི་གི་ཚང་མ་ཕ་རྒྱ་གར་རང་ལ་འགྲོ་ན་མོ་དུ་ཡུང་མི་འདུག་བ་དེས་བདག་ག་རང་བྱུང་སུ་ཕ་གའི་མུན་པའི་ལ attack བྱས་སོ་བ་ཕ་གའི་ཇི་ཇི་གོས་རུང་རུ་བ་བྱས་བུ་ཚ་བའི་ཞུགས་ལ་ནི་ཡང་ཡོངས་རྫོགས་དམ་དྲག་བྱས་བྱས་ཕྱི་གའི་མི་རིགས་འདི་འདྲའི་སྐྱབས་བཅོལ་བ་ཡིན་བས་སུ་ཡིན་ནས་ཡང་འདི་གང་ས་རྒྱ་གར passport མེད་ངས་ཚོ renew བྱས་དགོས་ཡིན་ན་ཚང་མ་རྒྱ་གར་ལོག་དགོས་རེད་ལ་བྱས་ད་གཙོ་ཤོས་ཆེ་པ་ཀི་སི་ཐན་དང་འབྲེལ་བ་རེད་འདི་བྱེད་ཡོང་འདོད་གང་ལ་འདི་ནས་རྒྱུ་བ་ཆིངས་བྱེད་ད་ལོ་བཅུ་ཆ་ཚ་བོའི་ཞུགས་ལ་ནི་རྒྱ་གར་ར་ལོག་གོ་ཡ་བྱེད་ཅེས་དམ་དྲག་ན་ཚུལ་ཆིངས་བཞག་རྒྱུ་འདི་འདྲའི་ཅི་རེད་ཆེད་དུ་ང་ནས་བོད་པ་རང་ལ་དམ་དྲག་བྱེད་བཞག་པ་དེ་འདྲས་མ་རེད་ཅེས་ཞུ་ཡ་ཡིན་གཉིས་པ་དེ་གོང་ས་མཆོག་ང་ཚོ་ཚང་མས་ཀྱི་སྨོན་ལམ་དག་རང་རྒྱ་གོ་རེད་དེ་སྔ་ནས་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་ཀྱི་ཡིན་ཞེས་ཆེས་གསུངས་ཡོད་རེད་ལ་ནི་ཡང་གང་སུ་གོང་ས་མཆོག་གི་གཉིད་ལམ་ནང་ལ་ཡིན་པ་ཡིན་ནའི་རེད་བ། ཨ། མཇལ་མྱོང་ཡོད་ཨ་ནི་སྔོན་མ་ལུང་བསྟན་ཡོད་རེད་ཞེས་བྱས་གསུངས་ཡོད་པ་འདི་ང་ཚོའི་ཐོག་ནས་ད་ག་རང་གནས་ཡས་པ་བརྩི་གི་ཡོད་གང་ཟེར་ན་ང་ཚོའི་གཞུང་འབྲེལ་གྱི་རྒྱ་དོན་རྡ་རམ་ས་ལ་སྲུང་འཛིན་ཞུས་པ་རེད་ཨ་ནི་ད་དུས་ཀྱང་བོད་མི་སྒྲིག་འཛུགས་རང་གི་རྒྱ་དོན་སྲུང་འཛིན་ཞུས་པ་རེད་རྒྱ་དོན་ཉིན་མོ་ལ་ཨ་ནི་ཁུངས་ལོ་བརྒྱ་དང་བཅོ་གསུམ་བཞུགས་ཀྱི་ཡིན་ཞེས་བཞེས་ཨ་ནི་ཡ་ཧ་སོགས་ཀྱི་རེད་ཨ། སྐབས་གནང་ཡུལ་སྡོད་ཁང་ལ་ད་ཁོ་ང་ཚོ་གཞུང་འབྲེལ་མཛད་སྒོ་ལ་ཨ་ནི་ཡ་གོང་ཚོ་ཆོ་ནི་བཀའ་གནང་ཡུལ་སྡོད་ཁང་ལ་ཨ་ནི་ད་ག་རང་ང་ཚོའི་དངོས་གནས་ཧ་ལས་པའི་སྐྱེ་བ་བཟང་པོ་ཡིན་ཞེས་བཞེས་ང་ཚོའི་ད་ག་རང་ཡིད་ཆེས་བཞིན་བསྡད་དེ་གུ་ཡོད་ང་ཚོ་སྨོན་ལམ་གྱི་ད་ག་རང་རྒྱག་གུ་ཡོད་ཨ་གང་ཡང་གོང་ཚོ་ཆོ་སྐུ་ཚེ་རིང་པོ་ག་ཚོད་བཞུགས་དང་མ་བཞུགས་ཟེར་ཡས་འདིས་གཙོ་ཆེ་ཤོས་ང་ཚོ་སྤྱི་བའི་བསོད་ནམས་ལ་རག་ལས་འདོད་ཡོད་རེད། བོད་མི་ཡོངས་ཀྱི་བསོད་ནམས་རག་ལས་འདོད་ཡོད་རེད། དེ་སྔ་སྐུ་འཕྲེང་རིམ་པ་ཡིན་པ་ཡིན་ནའི་ཡང་གཞི་རྩའི་སྐུ་ཚེ་རིང་པོ་བཞུགས་དགོས་དགོས་བར་དེ་ཡང་འགའ་ཤས་སྐུ་ཚེ་ཐུང་དུ་ལས་བཞུགས་མ་ཐུབ་ཡས་འདི་བོད་པའི་སྤྱི་བའི་བསོད་ནམས་ལ་ཐུག་བསྡད་ཡོད་རེད་བྱས་རྗེས་དེ་སྔ་ཁོ་རྣམ་ཐར་ཡིན་པ་ཡིན་ནའི་ཡང་ཆབ་དཔལ་ཡིན་ནའི་ཡང་ལོ་རྒྱུས་ནང་ལ་འདི་འདྲའི་གསུངས་འདི་འདྲའི་བཤད་སྲོལ་ཅི་ཡོད་རེད། དེ་བས་ན་ང་ཚོ་སྤྱི་བའི་བསོད་ནམས་རག་ལས་འདས་ཡོད་རེད་ཟེར་ཡོད་འདུག་ག་རེ་སུ་གོ་བར་ཟེར་ན་ཨ་ནི་གོང་ས་མཆོག་བཀའ་སློབ་ནང་གསུང་གི་འདུག་བ་ད་འཁྲུངས་སྐར་འཁྲུངས་སྐར་རྗེས་ཀྱི་མཛད་སྒོ་རྫིག་པོ་དེ་འདྲས་བྱས་པ་ལས། ཨ་ནི་ངས་གོང་ས་མཆོག་གི་གསུང་བཞག་པ་འདིས་རྣམ་པ་ཚོ་ལག་བསྟར་བོད་མི་ཚོ་ལག་བསྟར་བྱས་པ་ཡིན་པ་ཡིན་ན་ང་ལ་འཁྲུངས་སྐར་གྱི་མཛད་སྒོ་གི་ཇི་ཡོར་བ་ང་ཚོས་ང་ཚོ་ད་གཟོད་བསྙེན་པ་གཟིགས་རོགས་བ་ད་ཇི་ཡོར་ཡ་ཕུལ་ཡ་ཅི་ཡོད་པ་ཡིན་ན་ཨ་ནི་ངས་དུས་རྟག་ཏུ་གསུང་བཞག་པ་འདིས་ལག་བསྟར་ཡོར་བ་ཁྱོད་ཚོ་ལག་བསྟར་བྱས་པ་ཡིན་པ་ཡིན་ན་ང་ཡི་གོང་ས་མཆོག་ཡིན་ནའི་ཐུགས་སྤྲོ་བོ་ཡོང་གི་རེད། འདི་གི་ཡ་ནི་ཁོ་ཨ་ནི་ག་ཚོ་བོར་ང་གོང་ས་མཆོག་ཐུགས་སྤྲོ་བོ་ཡོང་གི་རེད་མ་གཏོགས་གཅིག་པས་ཨ་ནི་ཡ་མཛད་སྒོ་རྒྱས་པོ་བྱས་ཨ་ནི་འཚམས་འདྲི་གསུང་གི་རེད་ཨ་ནི་བལ་བལ་བལ་བྱས་ང་ལྟོས་ར་རེ་ཞིབ་བཏང་ག་བྱས་ནས་འདི་ནི་ཁོ་ཕན་ཡོད་མ་རེད་ཞེས་ཇི་ལྟར་ཁོ་ག་དུས་ཡིན་ནའི་ཡང་བཀའ་སློབ་དེ་སྔ་ནས་གསུང་བྱས་ཕེབས་བསྡད་ཡོད་རེད་དེ་སོང་ཙང་ང་ཚོ་སྤྱི་བེ་གི་བསོད་ནམས། གལ་ཆེན་པོ་ཡིན་འདོད་ཕྱི་བའི་བསོད་ནམས་ལ་ནི་ང་ཚོ་ཚང་མས་ཀྱི་སྨོན་ལམ་རྒྱག་ཡ་གལ་ཆེན་པོ་ཞིག་ད་རེད་ཁོང་ཚོ་ཆུ་སྐུ་ཚེ་རིང་པོ་གནས་པ་ཤོག་ཅེས་བརྗེད་ར་བ་ད་ནས་ཀྱི་ཁོང་གི་བཀའ་སློབ་གནང་ཞབས་ལག་བསྟར་བྱས་དཔེ་གལ་ཆེན་པོ་ཞིག་ད་རེད་བཀའ་སློབ་གནང་ལ་ག་རེ་ཡོད་ཟེར་ན་ད་ཆོས་རིག་གཞུང་སྐད་ཡིག་མི་ཉམས་གོང་འཕེལ་བྱེད་དགོས་རེད་དཱས། གཞོན་པ་ཚོ་ཡ་རབས་བཟང་སྤྱོད་བྱེད་དགོས་རེད་དཱས། སློབ་སྦྱོང་དོ་སྣང་བྱེད་དགོས་རེད་དཱས་ར་བ། ཨ་ནི་ད་ཁོ་བཀའ་སློབ་རེ་མི་འདི་ཕེབས་དུས་ཨ་ནི་དམིགས་བསལ་ནང་ཁུལ་མཐུན་འབྲེལ་བྱེད་དགོས་རེད་དཱས། རྡོག་རྩ་གཅིག་སྒྲིལ་བྱས་བར་བརྟག། ཆོལ་ཁ་འཐེན་འཁྱེར་མ་བྱས་ང། ལྔ་བཅུ་ང་དགུ་གི་སྤྱི་ཟླ་བཅུ་གཅིག་ལ་མ་སུ་རི་བྷེ་ཚ་ཟེར་ད་རྒྱ་བྷེ་ཚ་ཟེར་སྐབས་ལ་བཀའ་སློབ་ཁར་གནང་ཟེར་ང་ལྷ་ས་ཡིན་ང་ཁམས་པ་ཡིན་ང་ཨ་མདོ་ཡིན་ཟེར་ཡ་ཡོད་མ་རེད་ད། རེད་པ། དེ་ནས་ལྔ་གཅིག་སྟོང་དགུ་བཅུ་དྲུག་ཅུ་ཐམ་པའི་གི་སྤྱི་ཟླ་བདུན་པའི་ནང་ལ་རེད་ད་ད་ལོ་ཟེར། ལམ་སོགས་ལང་ཀ་བཟོས་ངེས་ད་དེ་དང་པོ་ང་ཚོ་སྐྱབས་བཅོལ་བ་གང་མགོ་བྱེད་མ་རེད་ད་སྤང་ཀོ་རང་རེད་པ། ལང་ཀ་ལང་ཀ་བཟོས་ངེས་ཆ་དེར་བས་ལམ་སོགས་བྱེད་ངེས་གི། ཕ་གའི་ཕལ་ཆེར་ཟུར་ལ་ཉི་མ་གཉིས་གསུང་ཆོས་ན་བཀའ་སློབ་གནང་ཡང་རྟ་རྔ་དབུས་གཙང་ཡིན་ང་ཁམས་པ་ཡིན་ང་ཨམ་སྟོང་ཡིན་ཟེར་དུས་ཚོད་རྫོགས་ཚར་རེ་ད་ང་ཚོ་གཅིག་སྒྲིལ་བྱེད་དགོས་རེད་མཐུན་འབྲེལ་བྱེད་དགོས་རེད་ད་ཅེས་བཀའ་སློབ་གནང་བསྡད་ཡོད་རེད་ད། ཨ་ནི་དང་པོ་རང་རྒྱ་གར་ཕལ་ཆེར་དང་པོ་ག་རེ་བཙུགས་པ་རེད་ཟེར་ན་གོང་ས་མཆོག་དུས་རྟགས་ཚུགས་མགོ་ཐོག་དང་པོ་མགོ་པོ་བཙུགས་རྒྱུ་མ་བྱུང་ད། དང་པོ་སློབ་གྲྭ་བཙུགས་པ་ཡིན། ཤེས་ཡོན་གལ་ཆེན་པོ་ཡིན། སློབ་གྲྭ་ནང་ལའི་སྤུ་གུ་གཙོ་ཡིན་པ་ཡིན་ནས་ཆོལ་ཁ་གསུམ་སྤུ་གུ་ཡོད། དགོན་པ་བཙུགས་པ་རེད་དགོན་པ་ནང་ཆོལ་ཁ་གསུམ་གྱི་མི་ཡོད་རེད་གཞིས་ཆགས་བཙུགས་པ་རེད་གཞིས་ཆགས་ནང་ལའི་ཆེད་དུ་མངགས་ནས་ཆོལ་ཁ་གསུམ་གྱི་མི་ཏྲེ་ཏྲེ་བཏང་བཞག་རེད། རེད་བ། ཨ་ནི་ཡ། འདི་ཆགས་ཡོད་འདོད་ཁོང་མཐུན་སྒྲིལ་གཅིག་སྒྲིལ་དེ་དཔེ་གལ་ཆེན་པོ་རེད། བྱེད་ཅེས་གསུངས་དེ་གོ་བ་རེད། ཡིན་ནས་ཡང་ད་ད་ལའི་འོས་བསྡུ་སྐབས་ལ་ཨ་ནི་ཆོལ་ཁ་གི་འཐེན་འཁྱེར་བྱེད་མཁན་མི་ཉུང་ཤས་ཆེ་བྱུང་བ་རེད་ད། ཉུང་ཤས་བྱུང་བྱས་ཨ་འདི་གི་ཡན་ཀྲོག་དམ་དཔེ་ཆེ་སྤྱི་ཚོགས་ནང་ལ་ཡང་གདམ་གསིས་ཏེས་འགྲོ་ཡོད་རེད་ད་ཉུང་ཤས་ཅི་རེད་ད་མི་མང་ཨ་ཆོལ་ཁ་འཐེན་མཁན་ཡོད་མ་རེད་གང་ཚོ་སློབ་སྦྱོང་བྱེད་ས་གོམ་པ་དང་གང་ཅི་ཐོག་ནས་ནས་ཆོལ་ཁ་བསམ་བློ་ཡོད་མ་རེད་ད་ལོ་ལྔ་བཅུ་དྲུག་ཅུ་ཅེར་ལ་བརྟེན་ཡང་འདི་ཆོལ་ཁ་འཐེན་མཁན་རོ་ལང་ལང་ཡོད་ངེས་འདི་མི་ཉུང་ཤས་ཅིག་གིས་བྱས་པ་རེད་འདི་དངོས་ཡོད་གནས་སྟངས་འདི་མ་རེད་ཟེར་ཡ་ཡོད་མ་རེད་འདིའི་རྐྱེན་གྱིས་གོང་ས་མཆོག་ཐུགས་ཕམ་པ་རེད་ཨ་དེ་ནས་གོང་ས་མཆོག་བཀའ་བཀྱོན་གནང་བ་རེད་རེད་བ། ཨ་ནི་རང་བཞིན་གྱིས་ད། སྐབས་བཅུ་སྣང་ཡུངས་འདོད་ཁང་ལ་མི་ཚང་མ་ཡང་ད་གོང་ཚར་ཐུགས་ཕམ་བཞག་ཟིན་ནི་གཟིགས་གོ་ར་བ། ད་ལོ་ལྔ་བཅུ་དྲུག་ཅུར་བཀའ་སློབ་གནང་བཞག་བ་འདི་མ་བརྩིས། ནོན་འཁྲུལ་དུ་ཤོར། ཤོར་ཚར་བ་ཞིག་གོང་ཚར་ཐུགས་ཕམ་བཞག་ཟིན་འདོད་ཁང་ད་ཚང་མ་ཐུགས་ཕམ་བཞག་གར་ཆེ་གོ་ད་ཡང་དགོངས་དག་ཐུགས་རྟེན་ཞུ་བདེ་གོ་ར་བ་ད་ཇི་ཡོ་ར་བ། འདི་གསུངས་འདོད་ཁང་ལ་ནི་ཆོས་ཁག་གི་ཐེན་སྐྱེད་འདི། བྱེད་རྒྱུ་ཡོ་མ་རེད་ཞེས་བྱས་ད་ངས་གཙོ་བོ་ཞུ་ཡས་ད་ག་རང་ཡིན། འདི་ཡོན་ཏན་ཧོན་ལ་གཙོ་ཆེ་ཤོས་གོང་ས་ཆོས་བཀའ་དགོངས་གཞི་བསུ་ང་ཚང་བའི་ལས་ཀ་བྱས་པ་ཡིན་ན་སྤྱི་བེ་གི་སོ་ནམ་གས་ས་གི་རེད་ལ་ང་ཚོ་ནང་སྒོས་གཅིག་སྒྲིལ་ཡོང་གི་རེད་ལ་མཐུན་འབྲེལ་ཡོང་གི་རེད་ལ་ང་ཚང་བ་སྐྱིད་བོ་ཡོང་གི་རེད་ཕྱི་ལ་ཡིན་ནའི་ངོམ་སོ་ཆོག་པ་ཆག་གི་རེད་འདི་གས་ཡང་ཐུགས་ལ་ཉར་རོགས་གནང་འདི་ཚོ་ང་ཚོ་སྤྱི་བེ་སོ་ནམ་ཡག་པོ་ཡོད་པ་ཡིན་ན་ཡིན་དང་ཡིན་གོང་ས་ཆོས་གོང་ལོ་བརྒྱ་དང་བཅོ་གསུམ་ང་ཚོ་གི་ཞུ་ཡག་གི་རེ་བ་ཡི་ཆེ་གོ་རེ་སྨོན་ལམ་རྒྱ་གོ་རེ་གོང་ས་ཆོས་གཙོ་བོ་ཐུགས། ཨ་ནི་སྤྲོ་བོ་བྱུང་བ་ཡིན་ན་རྒྱ་དོ་ཅོག་གསུམ་གཏན་གཏན་ཞུ་གི་རོགས་པ་རྒྱ་དོ་ཅོག་གསུམ་ལྷག་ཞུ་རོགས་བྱེད་ན་གསུམ་པས་ང་ཚོ་སྨོན་ལམ་རྒྱག་གི་ཡོད་ལ་རེ་བ་ཡི་བྱེད་གི་ཡོད་ད་ང་ཡི་ཁོ་ཞི་དྲག་ད་གང་ཡོད་མ་རེད་དེ་ཨ་རི་གླུ་ཨ་རི་གཡུག་བྱེད་ཕ་ཞབས་ཕྱི་ཞུ་ག་འགྲོ་ཨེ་དེ་ད་གོང་ས་མཆོག་དགུང་ལོ་ཨ་ནི་བདུན་ཅུ་དོན་དྲུག་ཕེབས་བྱེད་ད་དགེ་བཅུ་གས་དང་དགེ་བཅུ་གས་འབྲུག་སུ་ཕེབས་བའི་སྐབས་ལ་ཅིག་དེ་དུས་སྐབས་ལ་ཅིག་ཞབས་ཕྱི་ཞུ་ཡ་རག་པ་ཡིན་ན་ཨ་ནི་ང་རང་ཡིན་པ་ཡིན་ནས་དུས་རྟག་ཏུ་གོང་ས་མཆོག་བཀའ་དྲིན་ཆེན་པོ་ཡིན་བྱེད་བྱེད་ད་ང་རང་ཞི་དྲག་ད་གང་ཡོད་མ་རེད་ད་ང་ཉིས་སྟོང་བཞི་ལོ་ལ་ང་ཧ་ཝར་མཐོ་སློབ་ནས PHD ད་འབུམ་རམས་པ་ལག་འཁྱེར་རག་པ་རེད་ང་དེ་དུས་ཁོང་དྲི་བ་བཀོད། བཀོད་ཁར་ཁྱེད་རང་ག་རེ་བསམ་གི་འདུག་ད་རིང་ད་བོད་པའི་ག་ས་ཡ་དྲུག་ནས་ཧ་ཝར་ལོག་སུ་ཁོང PHD ཐོན་པར་སྲིད་ཚེ་ང་སྐད་ཆ་དྲིས་ལ་ང་ད་ནོ། དང་པོ་ཁ་ལས་ཁར་གོང་ས་མཆོག་བཀའ་དྲིན་ལྟན་ཡིན། གཉིས་པ་བོད་གཞུང་བཀའ་དྲིན་ལྟན་ཡིན་གསུམ་པ་ཕ་མའི་བཀའ་དྲིན་ལྟན་ཡིན་འདི་བཤད་པ་ཡིན་དེ་དུས་ཁ་ལ།

ད་དེ་བསམ་གྱི་ཡོད་པ་ཡིན་ན་དྲིན་ལན་གསོས་དགོས་རེད་ད། དྲིན་ལན་གསོ་ཡ་དེ་ག་རེད་ཟེར་ན་ད་བཞུགས་སྒར་རྡ་རམ་ས་ལ་ལ་གོང་ས་བཞུགས་ཡོད་རེད་བོད་མི་སྒྲིག་འཛུགས་གོང་ས་མཆོག་ལ་ཡོད་རེད་བོད་གཞུང་བཀའ་དྲིན་ཆེན་པོ་ཡིན་ན་བོད་གཞུང་ཞབས་ཕྱི་ཞུས་པ་ཡིན་པ་ཡིན་ན་ཨ་གོང་ས་མཆོག་ལ་བཀའ་དྲིན་གསོས་དགོས་རེད་བོད་གཞུང་ལ་བཀའ་དྲིན་གསོས་དགོས་རེད་ཨ་ཕ་མ་ཡིན་པ་ཡིན་ནས་ཡང་ཕ་མ་གི་དྲིན་ལན་དེ་གསོས་ཐུབ་དགོས་རེད་བ་དེ་སོང་ཙང་ང་ཡིན་ནས་ཕ་གའི། ལས་ཀ་ཞིག་འགྲོ་བསྡད་ཡོད། དེ་སོང་ཙང་ངས་ད་གིན་ཞུས་པར་ནང་བཞིན་རེད་ཨ་ནི་ཡང། མཚམས་གནས་ཚུལ་ཡག་པའི་སྐབས་ལ་ད་ཡག་པོ་རོ་ཚང་མ་དགའ་བསྡད་བསྡད་ཡོད་རེད་བ། གནས་ཚུལ་སྡུག་པའི་ཆགས་པ་ཡིན་ནའི་ཡང་ང་ག་དུས་ལངས་ནས་འགྲོ་དགོས་ཡོད་དེ་དང་པོ་རང་ནས་ང་དེ་དྲིན་ལན་སོས་ག་སླད་ཡིན་བསམ་གི་ཡོད་མ་གཏོགས་དེའི་སླད་ཅིག་ངེད་ཀྱི་ཅིག་ཡོད་ར་མིང་ཅིག་བཟོས་གོ་གཏམ་ཅིག་བཟོས་གོ་གཅིག་བཟོས་གོ་གཉིས་བཟོས་གོ་ཟེར་གྱི་ཡོད་རེད་བ། དེ་འདྲ་བསམ་བློ་ཁྱི་ཡོད་ན། ཨ་སྐྱོན་བརྗོད་བྱེད་མཁན་སླེབས་པ་དང་སེམས་ཤུགས་ཆག་ནས་བྲོས་བཞག་གི་རེད་བ། འགྲོ་བཞག་གི་རེད་བ། མ་རེད་བས་ལ། སྐད་ཅིག་སྡུག་ཅག་བཤད་མཁན་དེ་འདྲས་ཡོད་པས་ནི་རླུང་ལངས་རྟགས་ཆོས་སྐུར་བ། མ་རེད་པས། ཨ་ཏི་སུ་ཟ་ཁོ། དེ་སོ་སོ་གི་དམ་བཅའ་དེ་གཙང་མ་གོ་རེད་དམ་བཅའ་སེམས་གདིང་ནི་གཙང་མ་ཡོད་པ་ཡིན་ན་ཞབས་ཕྱི་དེ་ཡག་ཤོས་ཐུག་རེད། དེ་ཚོ་ང་ལ་ད། སྐྱོན་བརྗོད་ད་བྱེད་མཁན་མང་པོ་ཡོད་མིག་ཤེལ་ནག་པོ་གོན་བྱས་བེད་རེད་བས་ནི་ཁོ་ཚོས་ཀྲོག་ཀྲོག་ཞིབ་བུ་ཞིབ་བུ་དེ་ལ་ངས་དེ་འདུག་ས། ཡིན་ཡང་ང་རང་ཟེར་ན། ངས་མིག་ཅི་ཡོད་རེད་བ། ཞོ་ཁའི་དགོངས་དག་མིག་དམར་མོ་ཆགས་ངེས་དེ་རེད་མིག་ནང་ཆུ་མི་འདུག་ཟེར་བཞིན་དུ་བ dry eyes རེད་བཤད། ཨམ་གཅིག་གཟིགས་འོག་རེད།

ཡང་གཏམ་བརྗོད་རང་བ་ཟིན་གུས་ཞབས་བྱེད་ཀྱི་ཡོད་ན་ག་རེ་བཤད་ནས་བཤད་བཅུག་རྒྱུ་རེད་མ་གཏོགས་རེ་རེ་ལ་ལན་རྒྱབ་ཅིག་རེ་རེ་ལ་ཁ་བརྡས་བཅག་བསྡད་མི་འདག་ཁ་བརྡས་བཅག་བཅག་ནས་ཐང་གས་བྱེད་ས་རེད་ག་ནི་ཧོ། དེ་ལས། ང་ཚང་མི་རྟག་པ་རེད། རེ་བ་ལ་རིན་པོ་ཆེ། སྟོང་སྙིང་རེད། རྟེན་འབྲེལ་རེད། ལ་དྭགས་ཁོ་ཐ་མ་དེ་ཨ་ནི་འགྲེལ་བཤད་བཞི་བོ་བརྒྱ་དེ་ནས་ཕྱོགས་ཚ་གང་ཡོད་མ་རེད་བྱེད་དགོས་བྱས་ན་ཡག་ཤོས་རེད་བྱས་ཤིག་འགྲོ་བཤད་ན་ཡག་ཤོས་སོ་རབ་བྱས་རེད་བཤད། ལ་ཨོང་ཨ་ཚང་མས། སྤྱི་པའི་བསོད་ནམས་བསགས་ཡ། ཨ་ནི། ཡིན་ཞིན་པིན་གྱིས་བཀའ་ལས་ལྔ་བཅའ། ཕྱག་ལས་གནང་ཡང་དཔེ་གལ་ཆེན་པོ་རེད་བསམ་གི་ལགས། འདི་བྱས་པས་ནི་གོང་ཚོགས་ཆོས་སྐུ་ཚེ་རིང་པོ་གནས་ཀྱི་རེད་ལགས། མར་དྲི་བ་གཞན་དག་ཡོད་པས་ཁྱེད་རང་ཚོ་ལ། འོང་བསྡད་ཅིག་ཡོད་ས་འོང། བསྡད་འོང་བསྡད་ཡོད་ས། ཁྱེད་རང་སྐྲག་དཀྲུགས་བྱེད་དུ་ག་རེ་བསྡད་ལ། ཨ། རེད་བས།
ང་ལ་དྲི་བ་གཅིག་ཡོད།

འདི་ལ་ལང་ཀ་འདིས་ཁག་པོ་ཆགས་ཀྱི་འདུག་ག་ཅན་ལ་ན་ང་འབྲེལ་བ་ཨི་ག་ཟི་མེད། འོ་འདི་ག་ལ་ལང་ཀ་འགྲོ་རྒྱུ་ཨེ་འདྲས་ཡོད་ན་ཟི་འོ་འདི་བྲི་བ་ཅིག་སྐད་ཆ་ཞིག་དྲིས་དྲིས་ཟིན། འོ་འདའི་ཞབས་ཞུ་ཞུ་མཁན་དུ་ཟླ་བ་ག་ཚོད་ཡོང་ཡ་རེད་བ་གེ། ཟླ་བ་གཅིག་ཟིན་ང་ལ།
ཟླ་བ་གཅིག་རེད་མ་ང་ཚོ་དང་ཞབས་པ་ཡོད Tibet ཀོ Tibet ཀོ Website ཡོད་རེད་ད་ལྟ་རང Apply བྱེད་ཨ་ཁྱེད་རང་དུས་ཚོད་བཟོས་ན་ཨ་ང་ཚོ་ཕ་གེ་ལ་ཁྱེད་རང་ཕ་གེ་སྦྱར་གི་རེད། ཕྱི་རྒྱལ་དང་བྷེ་ཇེན་ཏང་དྲིལ་བསྒྲགས་ལས་ཁུངས་ཀྱིས་ཉིས་སྟོང་བཅུ་བདུན་གྱི་ཕྱི་ཟླ་གསུམ་པ་ལ། March།
ལ་དེང་ཟླ་བ་བཞི་རྗེས་ལ། ཟླ་བ་གསུམ་རྗེས་ལ། ཟླ་བ་གསུམ་རྗེས་ལ། དཔེ་ཡག་པོ་རེད་བཤད་ཁྱེད་རང་གང་ཟེར་ན་ང་ཚོ་ལས་ཀ་གཉིས་ཡོད་རེད་ཁྱེད་རང་ལ། གཅིག་དྲིལ་བསྒྲགས་ལས་ཁུངས་ལ་ང་ཚོ་ད་དེ། Tibet TV དང་འདི་གའི་ལས་གཅིག་བལྟ་ཡས་ཡོད་འགྲོ་ཨ་ནི་ང་ཚོ་ཕ་གི Museum ཆེན་པོ་ཞིག་རྒྱག་དགོས་བ་རེད་འདི་གི Sound System བལྟ་ཡས་ཡོད་རེད། སྒང་འདི་ལ་ང་ཚོ Auditorium ཆེན་པོ་ཅིག་ཡོད་རེད།

ཨོ། རྒྱ་ཆེ་མཐོ་བརྩིས་ན་རྒྱ་ཤར་བྷེ་ཅན Frankfurt མང་ཤོས་ཡིན་ས་རེད་ཚོགས་གཙོ་ཟེར་བ་བདེན་པ་ཡིན་ས་རེད་ཨོ། ཆབ་སྲིད་དོ་སྣང་བྱེད་མཁན་ཁྱེད་རང་གཟིགས་མེད་པས། ལ། མཚམས་མཚམས་ཨེ་ལོས་དུས་ཚོད་དཀོན་པའི་དུས་དཀོན་པོ་ཡོད་ཙང། ཨ་ནེ། ཨེ་ནེ་ང་ཚོ་དང་ཚོ་ཡང Tibet TV འདི་ན་ཡོད། རྒྱ་སྐད་ན་ཡོད།

རྒྱ་སྐད་ནང་ལ་ཡོད་རེད་གཟིགས་ཡོད་པས་རྒྱ་སྐད། རྒྱ་སྐད་གཟིགས་མཁན་སུ་ཡོད་ལ། རེད་པས་ཁྱེད་རང་གཟིགས་ཡོད་པས་སྤུ་བཏུང་བ་ཨོ་སི་ཏྲེ་མོ་སྐད་གསར་འགྱུར་ཀློག་ངེས། ལ། དཔེ་ཡག་པོ་འདུག་པས། རེད་པས། ཧ་ལས་པ་ཡག་པོ་འདུག་དེ་འགྲིག་ཤག་ང་ཚོ་ཡང་རྒྱ་སྐད་ཧ་གོ་གོ་མ་རེད་བ། ད་ང་ཚོ་རྡ་རམ་ས་ལ་བཞུགས་སྒར་རྡ་རམ་ས་ལ་མཆོད་མཇུག་ཅིག་ཡོད་རེད་ཐབས་མཆོད་མཇུག་རེད་དེ་མེད་ཚ་བོ་པར་གོ་བར་ད་རྒྱ་སྐད་ནས་བྱས་ཨིན་ཇི་ནས་བྱས་བོད་སྐད་ཡོད་པར་བ། ང་ཚོ་དང་པོ་འགོ་བཙུགས་འགོ་བཙུགས་ཚར་ཚེ་འགོ་བཙུགས་སྡོད་ཁང་ལ། བོད་སྐད་ཐོག་ནས་ལྟ་ངན་དེ་སྟོང་ཕྲག་གཉིས་གསུམ་གཟའ་སྤེན་པ་ཉིན་མོ་སྟོང་ཕྲག་བཞི་ལྔ་ཕར་གི་འདུག་བ། ང་ཚོ་ཨིན་ཇི་དང་བོད་སྐད་བྱས་པ་ཨིན་ཇི་དང་རྒྱ་སྐད་བྱས་པ་ཡིན་ན། ང་ཚོ་གི། ལྔ་བརྒྱ་དྲུག་བརྒྱ་སྟོང་ཕྲག་གཅིག་རག་ཨང་ཡོང་བསམ་ལྟ་ངན་གསར་བ་རེད་བ། ཨིན་ཇི་ལྟ་ངན་ཁྲི་གཉིས་རེད་བ། Tibet District ཁྲི་གཉིས་འདུག་ད། ཨ་མ་ཟེར་དྲན་བཟོས། ཡར་རྒྱས་བཏང་མཁན་ཕལ་ཆེར་ཁྲི་གཅིག་སླེབས་ཀྱི་འདུག་དེ་བས་ད་ང་ཚོ་ཡར་ཡར་རྒྱས་བཏང་རེད་བ་ཡར་རྒྱས་བཏང་བྱས་མཇུག་མ་ང་ཚོ་གང་ཟག་དམིགས་བསལ་བོད་ནང་དང་རྒྱ་ནག་ནང་ལྟ་མཁན་མང་པོ་ཞེ་དྲག་ཡོང་གི་རེད་བསམ་ནས་ང་ཚོས་རབ་ཏུ་བྱུང་ན་རེ་ད་འབུམ་གཅིག་ཞིག་ལྟ་མཁན་བྱུང་ན་ཡག་པོ་འདུག་བ་བྱས་ང་ཚོ་མི་ཤུགས་རྒྱག་ཨེ། དེ་སོང་མཇུག་མ་ཡང་ཁྱེད་རང་ཚོ་རྗེ་དབོན་སྐད་ཡག་པོ་རེ་འདྲེས་ཡོད་ན་རྗེ་དབོན་སབ་ཏཱ་རིལ་གཅིག་པོ་མེད་པ་ཆེད་གྲབས་བྱས་ཡོད་རེད་བ་གྲབས་བྱས་ལས་ལག་པས་རེད་བསམ་རྒྱུ་དོན་ལེགས་གི་རེད་དེ་ཡག་པོ་ཉན་རྗེ་དབོན་སྐད་ལ་བསྒྱུར་ཡས་རེད་འདི voice བླུག་ཡས་རེད་བ་སྒྲེབས་ཏེ་ཕར་བཏང་བཞག་ན་ནི་ང་ཚོ་ཕར་སྦྱར་བཞག་བ་ཡིན་ན། ཨ་བློ་གཏད་ཁོང་ལ་ཨོ། དར་མ་སི་ལགས་ཀྱི་གསར་འགོད་པ་གསར་འགྱུར་བཤད་མཁན་དེ་གི་དཔེ་སྐད་དྲུག་བདུན་བཤད་གི་འདུག་ཟེར་ཡས་ཆོག་རེད་བ། བྱས་ཅི་ང་ཚོ་འབད་བརྩོན་བྱས་ཡིན་འདི་སོང་ཙང sound ཡོད་པས་ནི་ཁྱེད་རང་ཚོ skill ག་རེ་ཡོད་ནས་ཡང། ཞབས་ཕྱི་ཞུ་འདོད་ཡོད་བས་ན་དང་ཞབས་པ Tibet ཀོ་ནང་ཐེག་དགོས་རེད Tibet ཀོ་ཐེག་པ་ཡིན་ན་ག་རེ་རེད་མཁྱེན་དགོས་ཡོད་པས་ཁྱེད་རང་ཚོ་ཕ་གི་ཞུ་ས་ཡོད་རེད་བསྡད་ས་རུམ་གཅིག་ཡོད་རེད་ད་ཁྱེད་རང་སྟོང་ཕྲག་བརྒྱད་རེད་ཁྲི་གཅིག་རེད་བརྒྱ་དགུ་མོ་ཡོད་རེད་གནམ་གྲུ་གླ་ཡི་ཕྱེད་ཀ་ཡོད་རེད་ད་ཨོ་ཨ་འདི་སོང་ཙང་ང་ཏིག་གི་མཐུན་རྐྱེན་སྦྱར་ཆགས་ཡོད་རེད། ཕྱི་རྒྱལ་ཉུང་ངེ་དཔེ་ཉུང་ཉུང་རེད་བཞག་ང་ཚོ་སེམས་ཤུགས་རིག་རིག་བྱེད་བྱེད་དཔེ་མང་དག་བྱེད། བདེ་སར་དམའ་ཤོམ་པ་བྱེད་ཀྱི་རེད་བསམ་ཚུལ་མི་འདུག། གསེར་ལས་དཀོན་པ་རེད་བཞག་ཡུང་ངེ་བྱོས་ར་སེམས་ཤུགས་དེ་ཞི་བོ་ཡོད་ཟེར་གྱི་འདུག་དེ་ཡུང་ངེ་དཔེ་ཉུང་ཉུང་རེད་བཞག་ད་ཁང་པ་སྤྲད་པ་རེད་གླ་ཆ་སྤྲད་སྤྲི་གོག་རེད་ད་གནམ་གྲུ་ལ་སྤྲད་ན་ལབ་ར་བ་གནམ་གྲུ་ལ་ཆ་ཚང་སྤྲད་ན་ད་ཡག་པོ་ཞི་བོ་འདུག་བོད་གཞུང་ལས་ཀ་བྱེད་ཀྱི་ཡིན་ས་ལ་སྤོ་ལ་རྨོ་ལ་ཡི་ཐུག་གཞིས་ཆགས་ཀྱི་སྐོར་ར་རྒྱབ་ན་བསམ་ཆོས་འཁྱམ་འཁྱམ་ལེགས་ཀྱི་རེད་བསམ་སོང་གནམ་གྲུ་ལ་ཆས་ཁ་ས་ལ་བཞག་ཡོད་རེད། འདི་སོང་ཙང་ཁྱེད་རང Tibet Go Website བདེ་བ་ནང་ལོག་འདིར་མ་ཆོག་དོན་གཅོད་གསུང་སྤྱི་དོན་ཚོགས་པ་ཁོ་རང་ཚོའི་རྒྱུའི་འབྲེལ་འདྲེ་ཡོད་རེད་དེ་འདྲེ་བྱེད་མཁན་ཡོད་ན་ཡག་པོ་ཞེ་དྲག་འདུག་ལགས་འོང་གཞན་པ་དྲི་བ་སུ་ཡོད་ལ། ཨ་དེ་ནས་མ་ཤི་ངས་དང་གིས་ཞུས་པ་ནང་བཞིན་རེད་ད་འཇུག་མ་ལོ། གངས་ཅན་སྐྱིད་གཤོངས་ཀྱི། གངས་ཅན་སྐྱིད་གཤོངས་མཁྱེན་དགོས་ཡོད་པས། ཁྱེད་རང་གཉིས། ཤིང་བའི་འོད་འོང་གངས་ཅན་གྱི་འདམ་ས་ལ། ཨ་ནེ། ཁང་པ་འདི་གའི་ཚང་མ་ང་ཚོའི་བོད་པའི་བོད་པའི་ལུགས་སུ་བོད་ལུགས་སུ་ཨེ་རེད། རེད་བ། Tibetan Architecture། བྱས་པ་ཡིན་ན། འདམ་ས་ལ་འགྲོ་གི་ཡིན་ཟི་སྡོད་ཁང་ལ་ཨ་ནེ་གོང་ས་བཞུགས་ཡོད་ཙང་ཕྱི་རྒྱལ་མི་ཡུལ་སྐོར་སྤྲོ་འཆམ་སུ། ཁོ་རང་ཚོ་ཕེབས་པ་ཡིན་ན་ཡང་འདམ་ས་ལ་ཟི་སྡོད་བོད་པ་བསམ་གི་འདུག་བ། ཕ་ག་ལེ་སྡོད་ཁང་ལ་རྒྱ་གར་གྲོང་ཁྱེར་རང་རེད་བ་རྒྱ་གར་གྱི་ལེ་སྡོད་རེད་བ་ཡང་བོད་པ་ཟི་སྡོད་གཙུག་ལག་ཁང་ཡོད་རེད་མ་ཟི་ན་རྒྱུ་སྟོད་ཡོད་རེད་ནོར་བུ་གླིང་ག་ལ་ཡོད་མ་རེད་བ། ད་གངས་ཅན་སྐྱིད་ཤོག་ཡོངས་རྫོགས་ང་ཚོ་བོད་པའི་བོད་པའི་ལུགས་སྲོལ་བཟོས་ཡར་ཁང་པ་སྒེའུ་ཁུང་དག་འདི་གའི་ཚང་མ་བོད་པའི་བཟོས་ཨ་འདི་འཛུལ་ཡོང་སྡོད་ཁང་ལ་ནི་བོད་པ་བཟོ་བལྟ་རྐྱང་རྐྱང་མཐོང་ན་བོད་པ་ཅིག་འདུག་བསམ་གི་རེད་བ་ཨ་ད་ན་ཁང་པ་ཐོག་ཚ་ངར་བྱེད་མཁན་ཞིག་རྒྱག་གོ་རེད་འོ་ལ་སྦག་མོ་གྲ་སུམ་སོ་བཞི་དང་སྦག་པ་བཞི་བཅུ་ཤོམ་ཡ་ཆེད་སྒང་ལ་ཚོགས་ཁང་ནང་མི་དྲུག་བརྒྱ་ལྔ་བཅུ་ཤོམ་ཡ་ཡོད་ད་ང་ཚོ་ཡང་སྡིངས་ཆ་དེ་ཕྱི་རུ་བཏང་བ་ཡིན་ན་མི་ལྔ་བརྒྱ་ལྔ་བཅུ་དྲུག་བརྒྱ་ཤོམ་ཡ་ཆེད་བཟོས་ཨ་ནི Floor གཅིག་ཡོངས་རྫོགས།

ཡོད་མདོག་ཧ་བར་བསམ། ཡོད་པའི་ཡིན་ན་ད་འདི་ན་འཛུལ་བ་དག་ནི་བོད་ཀྱི་གོས་ཆས་རེད་བ། ཨ་ནི་བོད་པའི་གི་ལོ་རྒྱུས། བཙན་བྱོལ་འགྲོ་སྟངས། ཨ་ནི་བཙོན་ཁང་བོད་ན་བཙོན་ཁང་ཡོད་རེད་བཙོན་ཁང། ཨ་ནི་གློག་བརྙན་གཟིགས་ས་བཀའ་སློབ་གནང་ས་ཡོད་པ་ཨ་ནི་ལོ་རྒྱུས་ཆ་ཚང

བརྗོད་བོད་ལ་དག་གོ Sympathy ཡོད Tibet ལ་ཡིན་ན Support དེ་ཡོང་མི་འདུག་བ Support གང་ཟེར་ན Sympathy ཡོད་དེ Sup Awareness དེ་ཡོད་མ་རེད་ཁྱེད་ཚོས་བོད་ལ་བརྩེ་བ་དེ་ཡོད་རེད་བོད་དོན་ལ་ཇི་ཡོད་རེད་བ་ཤ་ཚ་དེ་ཡོད་རེད་མི་མང་ནང་སྤྱི་ཡོངས་ན་ཤ་ཚ་དེ་ཡོད་རེད་ཡིན་ན་རྒྱབ་སྐྱོར་དེ་མ་ཐོན་ཡ་དེ་ག་རེ་ཟེར་ན་རྒྱབ་སྐྱོར་ཆེན་པོ་མ་ཐོན་ཡ་དེ་ག་རེ་ཟེར་ན་ཤ་ཚ་ཡོད་རེད་དེ་གོ་རྟོགས་མེད་ཙང། རྒྱབ་ཆོས་གཞོན་ཐུག་འོག་མ་རེད། Sympathy ཡོད་རེད Awareness མེད་ཙང Support ཡོང་མི་འདུག་བ། ད Awareness བཟོས་པ་ལ་ད་དེ་བོད་ཁང་ལྟ་བུ་རེད་ཕ་གའི་ནང་ལ་ནི་ང་ཚོའི་གི Tibet Museum འགྲེམས་སྟོན་ཁང་བཟོས་རེད། ཨ་ནི Awareness དེ་ཆགས་སོང་ན། མཐོང། ཉན། ཚང་མ་གོ་རྟོགས་བྱེད། བློ་ངན་གཟིགས་བཀའ་སློབ་ཉན་ཚར་བ་ཞིག་ཨོ། འདི་རེད་ཤག་ད་རྫ་དྲག་རེད་ཤག་ད་དངོས་གནས་དངོས་གནས་ར་ང་ཚོ་ཅིག་བྱེད་དགོས་འདུག་བྱེད་བྱེད Awareness བཟོས་ཐུག་ན Support འགྱུར་ཐུག་གོ་རེད་བ། ཨ་ནི་བོད་དོན་བོད་ཁང་ང་ཚོ་ང་ཚོ་འགྲེམས་སྟོན་ཁང་ཆེན་པོ་ཞིག་ཡོད་ཅིག་རྒྱ་ཡིན། དེ་སོང་ཙང་ཁང་པ་ཚང་མ་བོད་པའི་ཁང་པ་བྱས། རྫིག་པོ་འདྲ་གཅིག་བཟོས་ན་ཕྱི་ནང་གཉིས་ཀ་ཡོད་ན་ཡག་པོ་འདུག་ནང་ལའི་ནོར་བུ་ནང་བཞིན་བྱས་ཕྱི་ལའི་རྫིག་པོ་འདྲ་བཟོས་ཡོད་ན་ཨ་ནི་ཡང་བོད་མི་སྒྲིག་འཛུགས་ལ་ཤ་ཞེན་ཡོད་ངེས་རེད་ད་བོད་པ་ནང་ལའི་བརྩེ་བ་ཡོད་ངེས་སླེ་སྡོད་ཁང་ལའི་དང་པོ་ལྟ་ང་ཚོ་གངས་ཅན་སྐྱིད་གཤོངས་ལ་བོད་གཞུང་བཙན་བྱོལ་གཞུང་སླེ་དགོ་བ་རེད་བསམ་འདུག་སླེ་སྡོད་ཁང་ལ་ཁང་པ་ཐོག་ཡོང་སྡོད་ཁང་དགའ་དགོ་བ་བྱས་སེམས་ཤུགས་སྐྱེ་དགོ་བ་བྱས། ད་ཡང་ང་གཞུང་གཅིག་རྙོག་དྲ་ཤེས་ཀྱི་ཡིན་བསམ་གི་ལས་དེ་འདུག་ས་འོད་རྫིག་པོ་འདུག་ད་དངོས་གནས་ད་གུར་ཞལ་ཤོར་བ། བྱས་བྱས། ཨེ་རྣམ་པ་ཚོ་ནང་ལ་ཡང་གང་ཟག། སྒྲོ་ཞི་མག་ཞལ་འདེབས་རྒྱ་ངན་འདི་འདྲ་ཡོད་པ་ཡིན་ན། དགག་པ་གང་ཡོད་མ་རེད་ད་ལོ། ཞལ་འདེབས་རྒྱབ་གཟིགས་འོག་མར་ད་ཡང་ཧོ། རྒྱབ་གཟིགས་འོག་གཟིགས་འོག་མར་ད་ཡང་ང་རྒྱབ་རྒྱབ་གཟིགས་བ་གང་ཡོད་མ་རེད་ཁོ་ག་རེ་ཡིན་ན་ང་ཚོ་ཐབས་ཤེས་བྱེད་ཀྱི་རེད་བ་ད་འདའ་བ་ཐབས་ཤེས་བྱེད་འགྲོ་དེ་ཐབས་ཤེས་བྱེད་ཀྱི་རེད། ཡིན་ན་ཡང། ཡང། ཡིན་གཅིག་མིན་གཅིག་ཡང་རྒྱབ་སྐྱོར་བྱེད་ཀྱི་ཡིན་ཟེར་མཁན་དེ་འདྲ་ཡོད་པ་ཡིན་ན་དོན་གཅོད་རྒྱུ་བྱེད་ཀྱི་ཡིན་ནི་རེད་སྤྱི་དོན་འཚོལ་བ་རྒྱུ་བྱེད་ང་ཚོ་དགག་བྱ་གང་ཡང་མེད་རེད་བ་ལ། དེ་སོང་ཙང་སང་ཉིན་ང་མ་འབྱོར་གོང་ནས་ཕ་སྐད Frank པོ་ནས་ཅེག་བས་ལྔ་བཅུ་དྲུག་ཅུ་སླེབས་པ་ཡིན་ན་ཡང་ང་དགག་པ་གང་ཡང་རྒྱག་གི་མ་རེད་ཞེས་ཞུ་ཡ་ཡིན་ལ་རེད། བྱས་ཇི་ལྟར་ང་ཚོ་གང་སྐྱིད་ཡིན་ན་ཡང་ཁྲ་ལ་ཁྲིམས་པོའི་འགྱུར་བ་བཏང་ཡ་བྱེད་བསྡད་དགོས་བ་རེད། དུང་གོང་ཅིག་འཕེན་མཁན་ཡོད་པ་ཡིན་ན་ང་ཚོ་གང་ཅི་ཐོག་ནས་གྲ་སྒྲིག་ཞུ་བསྡད་ཀྱི་ཡོད། དུ་འགོ་འོང་ཅིག་ད་ལས་བོད་མི་སྒྲིག་འཛུགས་གོ་སྒྲིག་བྱེད་གི་ཡོད་ས་མ་འདྲ་ཅིག་ག་རེ་བྱེད་དགོ་ར་ཟེར་ན། ད་ང་གཞིས་ཆགས་ཁག་མང་པོ་སྐོར་ར་རྒྱ་མྱུང་ཡོད་དམིགས་བསལ་ང་ཡིན་གཅིག་མིན་གཅིག་སློབ་གྲ་དང་རྒན་གསོ་ཁང་ཚང་མ་འགྲོ་གི་ཡོད། རྒན་གསོ་ཁང་འགྲོ་བའི་སྐབས་ལ་རྒན་གསོ་ཁང་ལ་ང་གང་ས། གོང་ས་མཆོག་གི་སྐུ་པར་མང་པོ་མཇལ་སོ་སོའི་རྩ་བའི་བླ་མ་ར་བ་མཇལ་ཡོད་རེད། ཁོང་ཚོ་སྐད་ཆ་དྲིས་སྡོད་ཁང་ལ་ནི་སྐུ་མདུན་རྗེས་ནི་ག་དུས་མཇལ་མྱོང་ཟེར་ཡོང་སྡོད་ཁང་ལ་ད་ལོ་བདུན་བཅུ་བརྒྱད་བཅུ་དགུ་བཅུ་དེ་འདྲའི་རི་དྭགས་མི་རྒན་པ་རྐྱེན་རྒྱ་རོ་ལོ་བཅོ་ལྔ་སྔོན་ལ་ལོ་ཉི་ཤུ་སྔོན་ལ་འགའ་ཤས་ལོ་སུམ་ཅུ་སྔོན་དེ་འདྲ་མཇལ་མྱོང་ཡོད་ཟེར་གི་འདུག་བ་གར་ཆེན་ནི་ཟེར་སྡོད་ཁང་ལ་སྐུ་མདུན་ཞི་ཇག་ལ་ཕེབས་སྡོད་ཁང་ལ་མཇལ་མྱོང། དེ་མ་གཏོགས་བརྗེད་མྱོང་མེད། ཁ་འགྲོ་སོང་བཏང་ཡས་མེད། སོ་སོ་ཅིག་སོས་ར་ཚོང་རྒྱག་པའི་སྐབས་ལ་དངུལ་ཡོད་པའི་སྐབས་ལ་བརྗེད་མྱོང་འདུག། དམག་མི་ཡིན་པའི་སྐབས་བརྗེད་མྱོང་ཡོད་ཚོང་རྒྱག་པའི་བརྗེད་མྱོང་ཇི་ལྟར་ལོ་དྲུག་ཅུ་རེ་ལྔ་ལོ་རྒན་རུ་ཕྱིང་ཚ་བ་རུ་བ་ཨ་ཉུང་བ་མེད་ཚ་བའི་ཞུགས་ལ་བརྗེད་མྱོང་མེད་ཟེར་གི་འདུག་བ་ཨ་ནི་མི་རྟོག་རྒན་པ་ད་གིན་ཞུས་པ་ནང་བཞིན་རེད་དཀའ་ལས་རྒྱག་ངེས་དཀའ་ངལ་མཐོང་ངེས། ཁོང་ཚོར་བ། ང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་རེད་ཟེར་གོ་བར་བ། ཨོ་ད་འདི་འདྲས་ཡོད་ན་ཙང་འགྲིག་མི་འདུག། ཨ་དེ་ནས་ཡང་གཞོན་སྐྱེས་ཉམ་ཐག་དེ་འདྲས་ཡོད་རེད། ལུས་སེམས་གཉིས་ཀ་དཀའ་ངལ་ཁྱུར་ཉམ་ཐག་དེ་འདྲས་ཡོད་རེད། བོད་ནས་གསར་དུ་འབྱོར་ངས་ཡང་གསུང་ཆོས་བཅར་མ་ཐུབ་མཁན་དེ་འདྲས་ཡོད་རེད། དེ་ཚོ་ལ་ང་ང་ཚོ་བཀའ་ཤག་བསམ་བློ་ག་རེ་རེད་ཟེར་ན། དངུལ་ཡོད་ངེས་ཚོ་གསུང་ཆོས་ཞུ་ཡ་ཡོད་པ་ཆེ། དངུལ་མེད་ངེས་ཚོ་ཉམ་ཐག་རྒན་འཁོགས་གསུང་ཆོས་མ་ཞུ་ཡ་མེད་ན་ཙང་འགྲིག་མི་འདུག་ཞེས་ད་ལས་བཀའ་ཤག་གི་དང་སྦྱིན་བདག་དང་མ་སོ་འགན་དེ་བཀའ་ཤག་བྱེད་ཀྱི་ཡོད་ཙང་ཉམ་ཐག་སྐྱོ་བོ་རྒན་འཁོགས་དེ་འདྲས་ཡོད་པ་ཡིན་ན། ཚང་མ་ལ་ང་ཚོས་ད་ལས་སུང་དུང་གོང་བརྗེ་ཞུ་ཐུབ་པ་བྱེད་ཀྱི་ཡིན་ས་སྦྱིན་བདག་སྲིད་དོན་ཁང་སྐྱོ་བོ་ཉམ་ཐག་རྒན་འཁོགས་ཚོ་ལ་ང་ཚོས་སྦྱིན་བདག་བྱེད་ཐུབ་པ་གལ་ཆེན་པོ་རེད་དེ་སོང་ས་སྟོང་ཕྲག་གཉིས་འདུག་ཁོ་རང་ཚོ་ལ་བ་གཞི་ཆགས་ནི་བྱེད་བྱེད་མི་དང་མཉམ་དུ་ཁྲིད་མཁན་དུ་རོགས་པ་བྱེད་མཁན་ཆ་ཚང་རྡོ་རྗེ་གདན་ལ་ཁྲིད་ཡོང། ཞུ་ས་བསྡད་ས། ཆོས་ས་ཚང་མ་གྲ་སྒྲིག་བྱས་གཞི་ཆགས་པ་དུ་མ་སྐལ་ཡག་ཚང་མ་བྱེད་བྱེད་ང་ཚོ་མི་སྟོང་ཕྲག་གཉིས་ཀྱི་འགྲོ་སོང་ཆ་ཚང་བོད་མི་སྒྲིག་འཛུགས་གཏང་གི་ཡོད། གང་ཟེར་ན་ཁོ་ནི་གསུང་ཆོས་ཀྱི་སྦྱིན་བདག་ཟེར་དུས་ཁོ་རང་སྐྱོ་བོ་ཉམ་ཐག་དང་རྒན་པ་ཚོ་ལ་ཕན་ཐོགས་བྱུང་བ་ཡིན་ན་ད་འདི་ཕན་ཐོགས་ཆེ་ཤོས་རེད་བ་ཆོས་ཟེར་ནས་འདིར་བ་ཞེས་མ་འདུག་དངུལ་ཡོད་ངེས་ཚོ་གསུང་ཆོས་རག་དངུལ་མེད་ངོས་གསུང་ཆོས་མ་རག་བསྡད་པ་ཡིན་པ་ཡིན་ན་འགྲིག་གི་མི་འདུག་ཞེས་བྱས་ད་ལེ་ང་ཚོ་གོ་ཁྲི་ཞི་བདེ་འདིས་མ་འདྲ་ཅིག་རེད་ལགས་འོང།

དེ་ནས་འཕྲོད་བསྟེན་ལས་ཁུངས་ཀྱི་སྨན་བཅོས་ལྟ་སྐྱོང་ལས་གཞི་ཁང། Basic Medicare། འདི་ང་ཚོས་འདི་གང་ལ་འབད་བརྩོན་བྱེད་དགོས་བ་རེད་གང་ཟེར་ན། སྐྱོ་བ་དང་དང་ནང་མི་སྐྱོ་བ་དེ་ཚོ་ལ་མི་གཅིག་ན་ཚ་བྱུང་སོང་ན་ནང་མི་ལ་དཀའ་དཀའ་ངལ་དཀའ་ངལ་ཞེ་བོ་འཕྲད་ཀྱི་འདུག་བ། རྒྱན་ཆ་བཙོང་ཡིན་ཟེར་གྱི་འདུག་ཨོ་སུས་དྲ་ཚོང་ཡག་གི་མར་རྩ་མེད་པ་ཆགས་སོང་ཟེར་གྱི་འདུག་ཨོ་སློབ་གྲྭ་སྤུ་གུ་སྤུ་གུ་ལ་སློབ་གྲྭ་གང་ཟེར་བཏང་ཐུབ་མ་སོང་གང་ཟེར་ན་ནང་མི་མི་གཅིག་ན་བྱས་དེ་སོང་ཙང་སྟོང་འབུམ་གཅིག་བར་དུ་གུན་གསབ་ཡོང་ཡ་ཆེད་དུ་སྨན་བཅོས་ལྟ་སྐྱོང་ལས་གཞི་སྤེལ་བཞག་པའི་སྐད་ཆ་རེད། ཨ་འདི་ནས་ནང་སྲིད་ལས་ཁུངས་ཐོག་ནས Tibetan Rehabilitation Policy Act ལ་ཅིག་རྒྱ་གཞུང་སྲིད་ཇུས་ཡོད་པ་འདི་སྔ་བལྟས་ཀྱི་སྲིད་ཇུས་ས་གནས་རང་བོ་དང་ང་ཚོ་བབ་ཐུ་ཡ་ཆི་གོར་འདི་གར་ཆི་གོར་སི་ན་གཞིས་ཆགས་ཁག་མང་པོ་ཅིག་ད་འདས་དེབ་སྐྱེལ་ཡོ་མ་ར་ད། ཀོ་ལེ་གལ་གཞིས་ཆགས་ཡོད་པའི་འདི་ན་ལ། ཀོ་ལེ་གལ་གཞིས་ཆགས། ལ་དྭགས། ལ། ར་བང་ལ། མེད་པས། གཅིག་གཉིས་སུ་ཡོད་ཡོད་ས་རེད་དེ་ལ། ཡིན་ནའི་གང་ཟག་གཞི་ཆགས་ཁ་མང་ཇི་སྟེ་མི་འདུག་དེབ་སྐད་མི་འདུག་ད་འདས་ཨོ་རི་ས། ཡོད་མ་རེད་པས། བྱས་བྱས་གཞི་ཆགས་ཁ་ད་འདས་དེབ་སྐད་ཡོད་མ་རེད་ཏེ་སིལ་དར་ཡོད་རེད་པ་ཕ་སྐད་སབ་སྒྲ། ཕ་སྐད་ནང་ལ་ད་འདས་ཤིང་ནག་རེད་ད། ཕ་གི་ཞི་ཞག་ཆིངས་ལོ་བཞི་བཅུ་ཆིངས་རེད་རྒྱ་གཞུང་གི་སབ་ཏྲ་ནང་ལ་ད་ལྟ་ཤིག་ན་རེད་འོ་ཏོ་ཇང་ག་ལྷས་ལིག་རེད་ཇང་ག་ལ་མ་རེད་འོ་ང་ཚོ་ཞི་ཞག་ཡོད་ལ་རེད་བ་ཕ་གི་ནང་ད་ལྟ་རེ་ཇི་ཏྲེར་བྱེད་རྒྱུ་རེད་ལྷག་དེ་རེད་འདི་གའི་ཚང་མ་དེབ་སྐྱེལ་བྱས་ཁྲིམས་མཐུན་བཟོས་བ་ཡིན་ན་རེད་བ་ང་ཚོ་ཇུག་མ་རྙོག་ར་ཆགས་པ་རྙོག་ར་ཆེན་པོ་ཆགས་ཀྱི་རེད་བ་ཨུ་རེ་ས་རྙོག་ར་ཆགས་པར་ཁ་ཚོན་ངོ་མ་རྒྱ་གར་ཡུལ་མི་དང་ཞི་ཞག་པ་རུ་ལ་ས་ཆ་ཐོག་ཁང་ལ་ཁྲིམས་ཁང་ཕྱིན་ཅིག་ཁམ་ཆུ་རྒྱག་པ་ཡིན་ན་ང་ཚོ་ཤོ་ཡ་ཡིན་པ་རེད་ང་ཚོ་ང་ཚོ་ཤུ་གུ་ཡ་མ་རེད། སྟབས་ཡག་བྱེད་ད། སྔ་བལྟས་ཀྱི་སྒྲིག་གཞི་དང་ཁོང་ཚོ་གི་ཡོར་རྒྱབ་སྐྱོར་བྱེད་བྱེད་ཁམས་ཆུ་ང་ཆུ་ཐོབ་རེད་མ་གཏོགས་གཞན་མ་གཏོགས་གཅིག་བས་ནི། ཁྲིམས་མཐུན། ཡིག་ཆ་གོ་རེད་བ། ཡིག་ཆ། བྱེད་ད་འདི་གའི་གསང་བ་གཞི་ཆགས་སྲ་བརྟན་ཡོང་ཡག་འབད་བརྩོན་བྱེད་དེ་གོ་རེད། དེ་སོང་ཙང་གང་ཅི་ཐེན་ཡིན་པ་ཡིན་ནའི་ང་ཚོའི་གི་ཡར་རྒྱས་ཏང་ཡག་འབད་བརྩོན་བྱེད་ཀྱི་ཡོད་བྱེད་བྱེད་གཞོན་འདི་སོང་ཙང་ཏང་གི་འཛིན་སྐྱོང་དང་བཀའ་ཤག་གི་ཉིན་རེ་ག་རེ་ཆོས་གོས་འདི་ཞི་དྲག་ཞུ་ཡ་རག་མ་སོང། དེ་ཡིན་ན་ཡང་རྣམ་པ་ཚོ Tibet TV མང་ཟིན་ནང་དུ་འདི་ན་ཆ་ཚང་ཡོད་ཞེས་ཞུ་ཡ་ཡིན་རེད་བ། ལྷ་དེ་ནི་དྲི་བ་བདག་ག་རང་ཡིན་གི་རེད་བས། ཡོད་བས་དྲི་བ་ཞེ་འདའ་ཁྱེད་ཡོད་བས། སུ་ཡོད་ཁྱེད་ཡོད་བས། ཁྱེད་སེམས་ཤུགས་ཡོད་ཟེར་ཟུར་དང་གི་ཡ། ལ་སོ་ཨ་བདག་ག་རང་ཡིན་བ་ཡིན་ན་ཨ་ད་རིང་རྗེས་འགའ་བོ་ཞེ་དྲག་བྱུང་སོང། ཨ་ནི་ཨ་མ་འོངས་བ་རྗེས་ཡོང། Frankfurt། གནམ་གྲུ་ཐང་ང་ག་དུས་ནས་ཡར་མར་འགྲོ་བདེ་བའི་སྒང་ལ་འགྲོ་བདེ་ས་བྱིན། དེ་དུས་ང་གནམ་གྲུ་ཐང་དེར་སླེབས་དུས་སྒང་ཐང་ཏིས་ཆེ་བའི་སྐབས་ལ། Frankfurt བོད་མི་ཚོ་སྣང་དག་མེད་བསམ་བསམ་བསམ་བྱས་ང་ཏིས་ཡང་ལྷོད་ཤ་བའི་གི། ཡིད་ཆེས་བྱེད་གི་ཡོད་རེད་བལ། ལ་སོ་ཨ་ནི་མ་བྱས་བར་དུ། ཏྲེ་ཞི་ལེ་ཞུ་ཡ་ཡིན་ཨ་ད་རིང་འདས་རིན་པོ་ཆེ་གཙོས་པའི་ཆོས་ཚོགས་ནང་ལ་ཕུན་ཚོགས་ལགས་ཁོ་རང་ཕྱག་ལས་གནང་མཁན་ཚོ་དེ། མཐུན་རྐྱེན་འཇགས་པ་རེད། ཨ་ནི། ཨ་ནི་དེ་ལས་རྗེས་ཁོ་རང་ཚོ་ཞི་དྲག་ཡག་པོ་གནང་གི་འདུག་ཁོ་རང་ཚང་མ་ལ་བསྔགས་བརྗོད་དང་སྦྲགས། ཐུགས་རྗེ་ཆེ་ཞུ་ཡ་ཡིན་ལགས་འོང་ཐུགས་ཆེ་གནང།